ལ་སྐྱོང་གི་མིས་རང་ཉིད་ཀྱི་ལོ་རྒྱུས་མི་ཤེས་པ་དང་ཡང་ན་རང་ཉིད་ཀྱི་སྐྱེ་ཁུངས་མི་ཤེས་པ་ནི་ནག་ཟིང་གི་སྤྲེའུ་དང་འདྲ་བོ་བྱས་སོང་བ་ཀི་རེད་དེ་ནི་དེ་རིང་གི་ལེ་ཚན་ནང་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཀྱི་ཞིབ་འཇུག་པ་ཆེན་མོ་རྒན་སྐལ་བཟང་དར་རྒྱས་ལགས་གདན་འདྲེན་བྱས་ཏེ་བོད་དང་སོག་པོའི་བར་གྱི་འབྲེལ་བའི་སྐོར་ནས་རྒྱུས་ལོན་མཛད་ཡོད་ཚུལ་འཛུགས་སྐྱོང་ལ་ཡ་ཁྱོ་ལེ་མོ་དགའ་ལགས། མདོ་འཛིན་པ་ལེ་མོ།
ད་ཅིག་ཡིན་ན་དགེ་རྒན་ཆེན་མོ་དེ་གི་ད་གྲོགས་པོ།

ཟླ་འདིའི་ལོ་རྒྱུས་གཤམ་གྱི་ཀི་ཤོག་འདི་དག་ལོ་ངོ་ཉི་ཤུ་ལྷག་ཙམ་འབད་བརྩོན་ཡིན་ནོ། འདིའི་ལས་ཀ་གི་ཁྲོད་ཀི་ད་ཁྱོད་རང་གིས་གཙོ་བོ་ཞིབ་འཇུག་གི་ཁ་ཕྱོགས་ཆི་ཟིག་བཟུང་ཡོད། ཞིབ་འཇུག་གི་ཁ་ཕྱོགས་ད་གཙོ་བོ་འདི་བོད་ཀི་ལོ་རྒྱུས་ཡིག་ཚགས་ཀི་ཐོག་ཀི། ད་བོད་དྲ་ཚིགས་སོགས་ཀི་འབྲི་ལུས་སྐོར་ཀི་ཡིག་ཆ་བདུན་ན་འདྲ་གི། ད་ལོ་རྒྱུས་བདུན་ན་འདྲ་གི། ད་གཙོ་བོ་དེའི་སྐོར་ཀི་ཅིག་ལུས་ནས། རེད་དེ་ནི་ད་ཁྱོད་རང་གིས་ད་འདིའི་ལོ་ངོ་ཉི་ཤུ་རེ་ག་ད་འདིའི་ལོ་རྒྱུས་ཞིབ་འཇུག་ཡིན་ནོ་གི། གཙོ་བོ་ད་འདིའི་ཞིབ་འཇུག་གི་གོ་རིམ་ཁྲོད་ཀི་ཁྱོད་རང་གིས་ཞིབ་འཇུག་གི་ཁ་ཕྱོགས་གཙོ་བོ་དེ་འདི་ན།

ཚང་གི་བརྒྱུད་སྟངས་ཀྱི་རྣམ་གྲངས་འཁོར་སྟངས་ཀྱི་རྣམ་གྲངས་འདི་རྣམ་པ་སྣ་ཚོགས་སུ་གོ་གི་མཚོན་ཏོ་ན། ངའི་འདི་ནི་རྗེ་ལུང་ཡི། ད་དེང་སང་གི་དུས་ནུབ་ནང་ནི་ཧ་ཆེར། སྣ་དཀར་ཟབ་གཅིག་ཚིག་དུམ་བུ། ཚང་གི་འཁོར་སྟངས་བརྒྱུད་སྟངས་རེད་ད། དེའི་ནང་གི། ད་ཀྱང་གིར་རྒྱལ་བོ་ཟེར་ཀྱིང་གིན་ཟེར་ཤིང་གིན་ཟེར། ཙིང་གིན་ཟེར་དུམ་བུ་མང་ན་རེད་ད་མང་ན་འདི་ཡི་གེ་ཆེ་བོ་ནང་ནས་ཕྱོགས་ཡོངས་ཚིག་གི་ལྷ་ས་གི་ཡི་གེ་གི་ཕྱོགས་ཁག་ཆེ་བ་གོ་ནི་བརྒྱུད་སྟངས་འཁོར་སྟངས་གི་སྟངས་ནི།

ཁས་ལེན་དགོས་མིན་ནི་གཙོ་བོའི་ཕྱིར་དེ་ན་ད་སོག་གོ་གི་ཡིག་ཆ་གི་སྐོར་ནས་བཤད་ན། ད་འདི། ཡོང་ཁུངས་ཕྱིར་དེ་ན་འོད་པའི་ཡིག་ཆ་ག་གེ་མོ་ཟིག་ཡིན་སྲིད་དགོས།

ད་འོག་གི་དེབ་ལྟར་ཁུ་ཡུ་ག་སྟོན་ལ་འདྲ་གི། ད་འདི་ལ་སོགས་ཀྱི་དེབ་ལྟར་མ་སྔ་ཟིག་གི་ནང་ལ་ཞིག་གོ། དེབ་ལྟར་མ་སྔ་ཟིག་གི་ནང་ལ་མི་ཉག་དེ་སྐེ་ན་སོང་བའི་འོག་གི་དཀར་རྒྱས་པ་ཡིན་ན་འདྲ་གསར་སྐྱ་བ་ཡིན་ན་འདྲ། དོར་ག་ཚང་མས་མི་ཉག་ག་ཡོང་ཚ་ལས་ད་བསྡུ་བྱ་སྤེལ། བྷབ་ལ་ཡིས

ད་དཔོན་ཆུང་དང་ཡང་འོག་གི་ལོ་རྒྱུས་ཡིག་ཆ་རིགས་ཀྱི་ནང་ན་ད་མི་མཐུན། དཔོན་ཆུང་དེ་ན་ད་ལོ་རྒྱུས་ཀྱི་དེབ་གཅིག་གི་ནང་ན་ཡང་གཅིག་མི་མཐུན་པ་གཉིས་བཟོ་གི་ནི་རེད། ཐ་ན་ལོ་རྒྱུས་ཀྱི་དེབ་གཅིག་གི་ནང་ན་མཚང་གི་བརྒྱུད་གཏོང་དེ་ན་འཁོར་ཐེངས་གསུམ་བཟོ་གི་ནི་རེད། ད་དཔོན་ཆུང་གསུམ་པའི་ཕྱི་དཔལ་འབྱོར་གྱི་ཁྱིམ་སྦྱོང་ནང་ན།

ཞིག་ཟེར་བའི་དོན་རེད། དེ་རེད་ད། གང་ལྟར་ཀྱང་ད་སྙིགས་ད་སོ་མོ་ཤ་ཀུན་དེ་རེད། སོག་པོའི་འུ་སོག་གཉིས་ཀའི་འབྲེལ་བའི་མགོ་ཁུངས་དུ། ད་གཅིག་གིས་གཉིས་བཞི་བདུན་གྱི་ལོ་གོ་དོན་འདྲ་ས་ཁྱད་པར་འདི་ད་གཉིས་ཀ་ཧ་ཆེར་ཕུ་ཆེར་མདང་གི་རྩེ་བོ་ནི་དུ་མོ་ཟེར། ད་ད་ཕལ་ཆེར། གཉིས་ན་རེ་ཟེར། རེད་ད་ཅིག་ཅིག་ཅིག་གི།
ཨོ་ལེ། ད་རེད་ནི་ད་ཅིག་ད་སོ་མ་འདིའི་གོང་གི་ད་འདི་འུ་སོག་གི་ཐོག་མའི་འདྲ་བ་དུ་དུས་རིམ་ནམ་ཟིག་ག་བྱུང་ནས་ན་དེ་མ་ཚིག་གི་ད་འདིའི་ཁར་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་ག་འདྲ་ཟིག་ན་ཁ་ཚོན་ཧ་ཅང་ཁ་གསལ་བ་ཤར་ལྟ་མོ། དེས་ན་ད། ཁྱོད་རང་གིས་བལྟས་ན་ད་འདི་ད་ལྟ་རང་རེའི་རྒྱལ་ནང་འདི་ན་ད་འདི་བོད་སོག་གི་ད་འདི་ཞིབ་འཇུག་གི་ད་ལྟའི་གནས་བབ། ཡང་ན་དགེ་མཚན། དེ་ག་ལས་ད་དུ་མ་ཡིན་པའི་ད་ཨ་ཐུར་ཁུལ་གྱི་མི་འདང་ས་དུ་གང་འདྲ་ཟིག་རེད། ད་འདི་འོ་ལམ་ཚོ་ན་འོ་ཀི་ཆ་ནས་ན་ཧོ་འཇོག་རྒྱུ་ན་ད་འདི་ཅིག་ཆ་ཟིག་གི་ནི་དོག་སྣང་ཡིན་ནོ། ཞིབ་འཇུག་ཡིན་ནོ་ཧ་ཅང་ཉུང་ཉུང་རེད། རེད། དེའི་རྒྱུ་མཚན་དེ་ག་ད་ཁྱོད་ཚོ་ན། བརྩམས་ཆོས་ཀྱི་སྐོར་ནས་ན་ཆོག་གི་ཕྱིར་ཚོམ་གྱི་སྐོར་ནས་ན་ཆོག་གི་ཧ་ཅང་ཉུང་གི་ད་རྟགས་གཅིག་རེད་ད་སོག་གོ་བ་ཐོག་དེ་ན་ཡང་དེ་གཅིག་དོ་སྣང་ཡོད་གོ་གི་དོ་སྣང་ཡོད་གོ་གི་དེ་འཕྲོ་ནས་ད་བར་གི་ཆེད་དུ་ཞིབ་འཇུག་གི་ནི་རེད་ཡོད་གི་ད་དཔོན་ཆུང་དེ་ན་དེ་ནང་སོག་སློབ་གྲྭ་ཆེན་མོ་ནང་ན་རྒན་ཨེ་སྟེར་བཱ་ཡེར་སེ་ནི་སོག་ད་དོ་ཚིགས་དྲུང་སོག་ད་དོ་སོག་འདྲ་ན་ཞིག་གི་བོ་ཡིག་ཨ་ཧྲ་ནི་རེད་བོ་སྐི་ལ་ཧྲ་ནི་རེད་ད་ཁོང་གིས་སོ་སོང་གི་ད་ལི་ལྷ་ས་ཡ་སློབ་གྲྭ་ཆེན་མོ་གི་ནང་ནས་བོད་ལྗོངས་སློབ་གྲྭ་ཆེན་མོ་ནང་ནས་བོ་ཡིག་བོ་སྐི་བགྱིངས། དེ་ནས་ད། སོག་ཡིག་སོགས་བསྒྱུར་བྱ་ཅི་དགོས། དེ་ནས་རྒྱའི་རྒྱ་སྐད་ལ་སོགས་པ་ཧྲ་ནི། དེ་ནས་མོ་སོག་གི་སྐོར་ལས་བོ་ནི། དུམ་བུ་རེད། དེའི་ཐོག་ཁ་ཁོང་གིས་ད་འོང་ཅིག། ལེགས་བཞི་ར་དུམ་བུ་དར་ཅིག། ལེགས་བཞི་ཆེན་པོ་བླངས། ད་དཔེ་འཇོག་བྱས་ན། སོག་ཁུག་གི་དགེ་བཤེས་ཀྱི་བོད་ཡིག་གི་སྟེང་ལ་རྩམ་ནུ་གི་རྩམ་ཆས། གསུང་རྩོམ། གསུང་འབུམ། དུ་སོགས་ཅིག་ད། བདག་བསྒྲིགས་ཡིན། དེ་ཅིག་གི་ཞིབ་འཇུག་གིས་དུམ་བུ་ལེགས་བཞི་ཆེན་པོ་རུ་བཟུང། ད་དེ་སྐོར་གྱི་དུམ་བུ་དུ་གི་ཡིན་ཅིང་ད། སོག་ཁུག་གི་ཕྱོགས་ནས་ད་ངས་བལྟས་ན་ཧ་ཅང་བཀག་རྒྱ་སྐས་ཆེན་པོ་དེ་བོད་ཡིག་རེད། ད་འོད་སོགས་གཉིས་ཀྱི་བར་གྱི་འབྲེལ་ལམ་དེ་ཧ་ཅང་དམ་ཟབ་རེད། དམ་ཟབ་ཡིན་སྟབས་དེ་དེ་དག་ཅིག་འོད་སོགས་གཉིས་ཀྱི་འགྲོས་ལས་སྐུར་ཞིབ་འཇུག་གིན་ན་དེ་འོད་ཡིག་དུ་མ་ཞིག་ཐ་མི་གི་དུམ་བུ་ཟིག་ལོག་ད་གི་ད་ཅིག་གཏིང་ཟབ་པའི་ཞིབ་འཇུག་ཡིན་ན། རེད་རེད་ཅེས་ངོ་མ། ད་གི་ད་དེང་སང་སོག་སོག་པོ་གི་སྐོར་གི་འདིའི་དུས་ནུས་འདིར་གི་ཐོག་ནས་ཅིག་བལྟས་ན་ཅིག་འོད་གི་ད་འོད་ཡིག་མ་ཞིག་ནུས་གི་བཀག་རྒྱ་ཆེན་པོ་བཟོ་གི་འདུག་ཅེས་དུམ་བུ་ཟིག་ད། དེ་འཕྲོས་ནས་རྒྱ་ཡིག་གི་སྟེང་ནས་ཡིན་ན་ད་དྲང་མོ་བཤད་ན་བལྟས་ས་བལྟས་འཇོག་གི་གི་ཅིག་བརྩམས་ཆོས་ར་མང་གི། འཆད་རྩོམ་ར་མང་གི།

བོད་སོག་གི་འབྲེལ་ལུས་སྐོར་འདི་གཅིག་བར་གྱི་ཚ་ཚ་འུར་འུར་རྒྱ་ཆེ་ཆུང་གཏོང་ས་པ་འདིའི་མགྱོགས་གནོན་དུ་མུ་གི་ཆ་ཟིག་མ་རེད། ད་དེ་ཐོག་ན་དགེ་མཚན་གྱི་སྐོར་ནས་བཤད་ན། ད་ཤི་གི་དགེ་མཚན་གྱིས་ཆེ་བོ་དུ་ཆེ་ཟིན་ན་ད་ཡིག་ཆ་མང་ན་ད་རྒྱ་ཡིག་གི་ཐོག་ན་བོད་སོག་འབྲེལ་ལུས་ཡིག་ཆ་སྐོར་ཡིག་ཆ་མང་ན་རེད་བོད་ཡིག་གི་ཐོག་ན་མང་ན་རེད་སོག་ཡིག་གི་ཐོག་ན་མང་ན་རེད། ད་དེ་ཧ་ཅང་དགེ་མཚན་ཆེན་པོ་ཟེར།

ད་ནི་འཕྲོས་ནས་ལོ་ལྔ་གང་ཁང་ད་ཅིག་སྟོང་ཇི་ཟིག་དགོས་ན་རེད་ད་དེ་ན་དེ་དང་ལོ་ལྔ་དང་ཚགས་ཀྱི་མ་རེད་སྤྱིར་བཏང་གི་དམ་ཚིག
རེད་རེད་ད་ནི་ང་ཚོའི་ཀན་ལྷོ་རྒྱང་ཐག་བརྙན་འཕྲིན་ཁང་གི་ནང་ལོག་གཏམ་གྱི་འགྲིམ་པའི་ཆ་སྒྲིག་ལས་མཚན་ད་པེ་ཅིན་ན་ཐོན་ནས་ད་པེ་ཅིན་གྱི་མཁས་པ་སོ་སོ་བཅར་འདྲི་བྱེད་པའི་ལས་ཀ་འདིའི་གོ་རིམ་ཁྲོད་གི་ད་ཁྱོད་རང་གི་ཡང་མྱུར་སྣ་རྩ་འཛུགས་རང་གིས་ཐད་ཀའི་ངོ་སོ་ཞིག་རོགས་སྐྱོར་ཧ་ལས་བ་གི་ཆེན་པོ་ཡིན་ན་ངོ་མ་གོ་རིམ་ཤེས་ཤིང་དེ་བཞིན་དུ་ད་ཁྱོད་རང་གི་ཡང་དུས་ཚོད་ཀྱི་བྲེལ་སོང་བ་ནི། ད་ནི་ཆུ་ལེན་ཚང་གི་བཅར་འདྲི་བཏང་ཡོད་ནོ། སྙང་ཐོག་ག་ནས་ཐུགས་རྗེ་ཆེ་ཞེས། ཁྱེད་ཀྱི་དམ་པ་བཀྲ་ཤིས་བདེ་ལགས་བཀའ་དྲིན་ཆེ། རེད་མཛའ་ཞང་ཚིག་རིང་གི་རྣམ་པ་དེ་ནི་དེ་རང་གི་བགྲོ་གླེང་ལས་མཚོན་ཐབས་མི་འདུག་འདུག་པ་ད་སྔར་བྱས་མེད་ནས་མཚོན་ན་ཡང་བསྐྱར་རྒྱག་ད་དེ་མ་བྱས་ད་བྱས་རྒྱག་ཐུབ་ན་བོད་རུ་བཀའ་བའི་སེམས་ཁྲིད་འདི་ཁྱད་ཆོས་གང་འདྲ་ཡོད་རེད། ཡང་ན་འདི་བླང་བྱ་གང་འདྲ་ཡོད་རེད། ཞུ་གཅིག་གི་བོད་རིག་པ་ཞིབ་འཇུག་འགན་འཁྲོལ་ཡིན་ན་བོད་རིག་པ་ཞིབ་འཇུག་ཡིན་མི་ཟིག་ཡིན་ཐང་ན་ཡང་གཅིག་མི་གཉིས།